བཀྲ་ཤིས་བདེ་ལེགས། ད་དེ་སྔ་དེ་ལྟད་མོ་བཟོ་དགོས་དེ། ང་ཚོའི་གི་བོད་པའི་ནང་ལ་འདི་ལྟད་མོ་བཟོས་ངེས་དང་ཨ་ནི་ལྟད་མོ་གང་སློབ་སྦྱོང་བྱེད་ངེས་དང་ཨ་ནི་བརྙན་འཕྲིན་བཟོ་ཡ་དང་དེ་འདྲས་གང་སློབ་སྦྱོང་བྱེད་ངེས་དང་ཨ་ནི་ལྟད་མོ་བཟོ་ཡ་གི་དེ་འདྲས་གང་ཤུགས་རྒྱག་ངེས་ཁོང་ཚོའི་ཆེད་དུ་ཡིན་ཨ་ནི། ང་ཚོ། གཞན་པ། ནམ་རྒྱུན་མི་མང་དང་ཡང་བྱེ་བྲག་བྲལ་བ་མེད་རྒྱུ་འགྲོ་གི་རེད་ག་ལ་ན་ང་ཚོ་འདི་ལྟད་མོ་བཟོ་ངེས་བྱས་འདུག་ང Information གལ་ཆེན་པོ་ཞིག་སྤྲད་དགོས་བསམ་སོང་ཨ་ནི་དེ་འདྲ་གྱི་རེད། ཨོ་ཁེ Trash ལས་ཨ་ནི་ཚང་མ། ངས་ད་རེས་འདི་ལག་དགོས་བསམ་སོང་ད་ལྟ་ང་ཚོ Aperture གི Aperture Company ཡོད་ཨ། Light དང་ཁོང་ཚོའི Monitor དང་གང་བྱུང་མང་བྱུང་བཟོ་གི་འདུག་ཨ། ཁོང་ཚོ་གི་ད་ལོ་ལོ་གི་ཨ་ནི་ཨ་ནི་ག་ལ་བ་རེད། ལྟད་མོ་གི་འགྲན་བསྡུར་དེ་འགོ་བཙུགས་ཤག་ཀོང་ཀྲེས་དེ་གོ་ཆས་ཤ་འདི་ཡིན་འདུག་ང་ཚོ་ལ་དགག་བའི་གཅིག་གར་འདུག་ལ་ན་དེ་ནང་འཛུལ་ཞུ་བྱེད་ཡ་ལ་དཔེ་ཤ་སྤྲད་འོང་མི་འདུག Free རེད་ཤ་དེ་ནང་ལ་དེ་ལྟད་མོ་དེ་ཡང་ཞུ་བོ་ཅི་ཧའི་པ་ཇར་དང་ཞུ་བོ་ཅི་གོ་མི་འདུག་སྐར་མ་ལྔ་གི་ནང་ལོག་གི་ལྟད་མོ་རེད་ཤ། སོ་སོ་ལ་དངོས་གནས་ཁོ་ར་བྱོན་སྟངས་དེ་སོ་སོ་ལ་རིག་པ་ཡག་པོ་ཡོད་ན་ལྟད་མོ་དེ་གི་དངོས་གནས་ཁོ་ར་རྔན་པ

བསམ་མེད་ཆེ་བོ་འདུག་དེ་ན་བཞིན་ང་ཚོ་རྒྱ་གར་ནས་ལྟད་མོ་བཟོས་ངེས་ཅིག་ན་ཨེ་ཤི་ཡ་གི། Asia Pacific། ནང་ལོགས་ལ་ལྟད་མོ་དེ་བཟོས་དགོས་རེད། ཨ་ནི། དེ་དང་མཉམ་དུ་ཡང་ལྟད་མོ་དེ་ལ་གལ་ཆེན་པོ་གཅིག་འདུག་ལྟད་མོ་དེ་གི་ནང་ལོགས་ལ་ང་ཚོ་གི། དབྱིན་ཇིས་གི་ཚིག Accent A C C E N T Accent ལ་ནི་དེ་ཚིག་དེ་ཡིན་གཅིག་མིན་གཅིག་བེད་སྤྱོད་བྱེད་དགོས་འདུག

Lighting འདི་སྤྲད་ལ་ཨ་ནི Brand ག་འདི་བེད་སྤྱོད་བྱེད་གློག་ག་འདི་བེད་སྤྱོད་བྱེད་འདི་ཚང་མ་གྱི་ང་ཚོ་གི་སྤྲད་ཐུ་ན་ཨ་ནི་འདི་ལ Point རག་གི་རེད་ལ་འདྲི་ཤག་ཨ་འདི་དང་གཅིག་ཨ་གཉིས་བ་དེ་ང་ཚོ་ལོ་བཅོ་བརྒྱད་གང་ལ་གོ་འདུག་ལྟད་མོ་དེ་བཟོ་ཡ་ཆེད་དུ་དེ་འདྲས་རེད་ཤག་ཨ་འདི་ལ་ང་ཚོ་དཔེ་ཤག་དང་ཨེ་འདྲས་བཅས་སྤྲད་འོང་མི་འདུག་འདི Free རེད་ཤག་དེ་ཡིན་དུ་ད་ང་ཚོ་ངས་གི་མང་པོ་བཤད་འོང་མེད་འོང་བྱས་ཨ་ནི་སོ་སོ་གི་ཨ་ནི་མིག་ལྟ་ག་ལ།

ལྕགས་ལ་སྒྲོག་ཅིང་ང་ཚོ་ལ་བརྔན་པར་རག་གི་འདུག་དེ་ལྟད་མོ་དེ་ཐོག་བས་ན། ཨ་ནི་འདི་ཐོབ་བརྙན་གཅིག་པོ་མ་རེད་འདི་བག་ལ་ཡིན་ན་ཡང་མིག་སྔར་སྒྲོག་ཅིག་ལ་བརྔན་པར་སྤྲད་ཀྱི་འདུག་ཨ་ནི་འོར་བླུགས་བརྙན་ནང་ལ་ནས་འོར་བླུགས་བརྙན་གཅིག་ལ་བརྔན་པར་ནས་རག་གི་འདུག་དེ་ཡིན་དུས་ཨ་ནི་ཚང་མ་ད། ངས་མང་པོ་ལབ་གོ་མེད་བ་བཅས་ཨ་ནི། ད་རིང་གི་ངའི་དམིགས་བསལ་གྱི་ལབ་དགའི་རྒྱུ་མཚན་གཙོ་བོ་བདག་རང་ཡིན་ཨ་ནི་ང་ཚོ་དེ་ནང་ལ་ལྟད་མོ་བཟོས་ངེས་ད་བོད་པའི་ནང་ལ་ལྟད་མོ་ག་ལ་ཨི་ཡིན་ཡོང་ངེས་ད་ང་ཚོ་ང་ཚོ་ང་ར་ཚོ་བོན་ཆོས་ང་ར་ཚོ་ཧ་གོ་གོ་རེད་ཨ་ནི་གཅིག་ལྕགས་ལ་དང་ཡིན་དྲན་ཉོ་ག་འགྲོ་དུས་དཔེ་ཁ་ལ་ཁག་པོ་ཡོད་རེད་དེའི་འདུག་ད་ལྟ་དེའི་གོ་སྐབས་རེད་ཨ་ནི་ང་ཚོ་ཡང་རག་མ་རག་ལ་ཡ་དེ་ཡོང་སྲིད་ཀྱི་རེད་སྐལ་བ་མ་རེད་ཡིན་ནའི་སོ་སོ་ངོ་ནས་ཡིན་དེའི་གོ་སྐབས་དེ་གླེང་ཐུབ་བ་ཡིན་ན་ཡག་པོ་ཡོད་རེད་བསམ་སོང་དེའི་འདུག་ཨ་ནི་ཨ་ནི་ང་རང་ངོ་ནས Information དེ་ང་ཚོ་བོད་པའི་ལྟད་མོ་བཟོས་ངེས་དང་ཨ་ནི་ལྟད་མོ་གང་སློབ་སྦྱོང་བྱེད་ངེས་དང་ཚང་མ་ལ Inform བྱ་ན་བསམ་ཚང་མ་གི

སུ་ཡིན་ནའི་ཚང་མ་ལ་དངོས་ནས་དུས་ཚོད་ཡོད་ན་ནི་འདི་ལ་ཆ་ཤས་ཅིག་གླེང་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ང་རང་གི་འདི Platform ཆེན་པོ་ཅིག་རེད་ནི་ཆ་ཤས་ཅིག་གླེང་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ང་རང་གི་བསམ་ཚུལ་རང་ཡིན་ནི་དེ་དང་མཉམ་དུ་ནི་ད་ག་ནི་ངའི Channel དེ་གའི་ཅིག་ཡང་མ་ཕན་ཐོག་སར་བསམ་ན་ཁུ་ཅིག Subscribe བྱེད་རོགས་གྱིས་ཡང Like བྱེད་རོགས་གྱིས་ནི་ཡང་བྱུང་མ་ཡིན་ན་ང་རང་དངོས་ནས་གང་ཡོང་ཡོང་དེ་འདྲའི་དང Information སྐད་ཆེན་པོ་དེ་འདྲའི་དང་ཨ་ནི་པར་རྒྱག་ཡ་དང་དེ་འདྲའི་གང་ལ་ང་ཚོ་ང་རང་གིས་གང་ཡོང་ཡོང་པར་རྒྱག་ཡ་དང་འདི་གི་ཁ་གང་བ་ལང་ཀ་དེ་གང་ལ་གང་ཡོང་ཡོང་གི་ཅིག Information ཡིན་ན་རེད་ག་རེ་ཡིན་ན་ཡིན་རེད་དེ་ཅིག་སྤྲད་ཐུབ་ཡ་གི་ཐབས་ཤེས་ཅིག་འོ་ས་མ་ཡ་གི་འཆར་གཞི་ཅིག་ཡོད་ཨ་ནི་འཆར་གཞི་དེ་ཡར་རྒྱས་འགྲོ་ཡ་ལ་ཕན་ཐོགས་ས་རེད་ཨ་ནི་ཚང་མ་གི།